བདེ་གཤེགས་སློབ་མ་གྱུར་པ་གང་གསུང་དང་གདེང་ལྟར་སྟོན་པའི་ཆོས་ཀྱི་ཆར་མིག་གིས་སེམས་ལྟར་འདོད་པ་ཐམས་ཅད་འདིར་ཤེས་ཤིག། ན་མོ་རེ་ཡཱ་དམ་པ་ལྷ་ཡི་གེ་རྣམས་ལུས་དང་གནོད་སྦྱིན་གྱི་སྒྲུབ་རྣམས་རྣམ་སྣང་མི་ཡི་གེ་རྣམས་དང་འགྲོ་བ་ཀུན་གྱི་སྒྲ་རྣམས་ཇི་ཙམ་པར་ཐམས་ཅད་སྐད་དོད་བདག་གིས་ཆོས་སྟོན་ཏོ། མ་རྒྱུད་རྣམས་ཀྱི་མཐའ་དང་ཉམས་པའི་སེམས་ཅན་ཐམས་ཅད་ཁམས་གསུམ་འཁོར་བ་བ་ག་སྡུག་བསྔལ་སྣང་གི་མཐའ་ནས་རྣམ་གྲོལ་བསྟན་གྱི་བདེ་བ་སངས་རྒྱས་ཀྱི་གོ་འཕང་ལ་ཅི་ནས་ཀྱང་འགྱོད་པར་བྱ་སྙམ་པས། ཀུན་སློང་དང་ཀུན་སྤྱོད་ཀྱི་ཚུལ་རྣམས་འདོད་ཆོས་སྟོན་ཅིང་མི་མངོན་རྣམས་ནི་ཚུལ་རྣམ་ཅིག་སྟེ་གསུངས་པ་བདག་འདྲ་འདུག་ལ་ལེགས་པར་བཙལ་ཏེ་འབྲེལ་ཟབ་མོ་སྣང་བར་ཞུ་གང་གསན་པར་བྱའི་ཆོས་ཀྱི་རིམ་པ་ལ། སྙིགས་མའི་སངས་རྒྱས་ཤཱཀྱ་ཐུབ་པ་ཀྱིས། ཧཱུྃ། དེ་སེམས་ཅན་བདག་དེ་ག། མཆོད་རྟེན་བསྐོར་བར་ཕན་པ་འདི་ཉིད་ལ། མི་ཕན་པ་ཧང་སྟེ་བྱ་མོ་གཉིས་ཤཱ་རིའི་བུ་གིས་གདོན་སངས་རྒྱས་ཤཱཀྱ་ཐུབ་པ་མཆོད་རྟེན་བསྐོར་བ།

ཉེ་ཆོས་དོན་སྐོར། ཕེ་བྷ་ག་ཕེ་ཡོན་དྷུ་རུ་རྗེ་ལ། ཉོ་རི་ག་ཆོས་ཕེ་ཡོན་དིན་བྷ་གའི་ཞུན་ཆུམ་འོམ་རྒྱལ་བྷ་གའི་ཞུན་ལྷན་དེ་ཉིད་ལ། ཉེ་ཆོས་དོན་སྐོར་རོ་རྗེ། རྗེ་ཕེ་ཉེ་ཆོས་དོན་སྐོར་ར་དོར་ཕེ་ལྷན་དེ་ཉིད་ལ་འགི་ལ། ཡིད་དུ་འོང་ཞིང་ལྟ་ན་སྡུག། མདོག་བཟང་མཐོང་ན་དགའ་བ་དང་འགི་ལ། ཡིད་དུ་འོང་ཞིང་ལྟ་ན་སྡུག། ཉེ་ཆོས་དོན་སྐོར་ར་ཕེ་ལེ་པུ། ཕེ་ལྷན་དེ་ཉིད་ལ། ཉེ་ཚེ་ཟླ་རེ་དང་ཚེ་ཕྱི་མ་ག། ཉེ་ཚེ་བ་ནི་ཚེ་རབས་མང་པོ་དེ་རུ་ཡིད་དུ་འོང་ཞིང་བཟང་དབྱི་བྷི་གི།

ནས་མདོག་བཟང་མཐོང་ན་དགའ་བ་དང་མདོག་བཟང་པོ་ཨུ་རི་ར་བུ་ལུས་སྟེང་བས་ཨི་བི་གི་མཐོང་ཐ་འདི་ནི་བུ་སོ་ནང་བས་ཏོག་ཙེ་མཐོང་མི་ཨང་གི། ཧང་ཆོ་ནི་བུ་སྨྱོ་ལུས་སྟེང་ག་དགོ་ནི་རོ་གོ་ལི་སུ་ག་དགོ་ནི་ཧང་ཆོ་ནི་བས་རེང་ཐ་བིན་ཐ་ལི་ལ་མ་ག་ལུས་སྟེང་བཟང་པོ་ཨུ་ར་བུ་ཀུ་ལི་ཨང་གི་ལ། འོ་ཐའི་ཀེ་ལེ་ཀེ་ཇི་ཏི་ཅི་ཏི་ནི་ཨའི་བག་ཏེ་ཧང་ངའི་ཤུ་ནི་ལོང་ཅི་ཆེན་པོ་ཐོབ་པར་བྱེད་འོ་ཐ་མ་ཚར་པ་ནི་སོང་ངོ་ཐམས་ཅད་ཀྱི་ཤོ་ནང་བས་ནི་སོང་ངོ་ཐམས་ཅད་ཀྱི་ཆ་ག་ཐ་ནི་ནི་ར་ང་ནི་ལུས་སྟེང་ག་དགོ་ནི་ནི་ཧང་ཆོ་ག་འདི་ར་ང་ཐ་ག་ནི་ནི་ར་བུ། འོག་ཏུ་སོང་བ་ཐམས་ཅད་ཀྱིས་རང་ལ་ཐོབ་པ་ནི་དེང་དང་ནི་རྒྱུ་ནོར་བ་ག་ལ་གབ་ཀ་ནི་ཐམས་ཅད་ཀྱིས་རང་དེ་ཀ་ལོངས་སྤྱོད་ཆེན་པོ་ཐོབ་པར་བྱ་རྒྱུ་ནོར་ལྷུག་པོ་རྣམས་བསམ་མི་རང་དོན་བསམ་པའི་དོན་མནོག་བསམ་མ་མི་གཉིས་མ་མི་ཡོངས་མ་གཏོགས་པ་མི་གང་ཐམས་ཅད་རང་ལ་ཀ་དང་གཤེགས་པའི་རོལ་པ་མྱོང་པའི་རོལ་པ་ག་ནི་ནོར་བུ་ཀྱེ་འཇའ་ཀྱེ་ལེ་ཡི་དང་གི་བ་ལ་འོ་ན་བའི་བྱུང་ཚན་ཨོ་ཧེ་དེ་ན་ཨེ་བ་སེམས་ཅན་མག་ཏིག་གི་སྙེམས། ནས་ཆོས་སྟོན་སྐོར་བདག་གམ་ཕེབས་ལེགས་བུ་ཨ་ནི་ལྷག་བསམ་རྣམ་དག་ཐུགས་ངེས་ཨ་ནི་བསམ་པ་བཟང་པོ་འགྲོ་ངེས་ཨ་ནི་ཆོས་སྟོན་སྐོར་བ་ཕེབས་ནམ་པའི་ཉིན་ལ་དབུ་དེ་ལྟ་བུ་རྙེད་ཡོང། ཡོན་ཏན་ཨུཏྤ་ཧོ་མྱོང་ཕེབས་ཀྱིའོ་ལ་དང་ཨེ་བག་ཏེ་ཧ་གོ་ལེ་ཁི་ལེ་རྣམས་ཆོས་སྟོན་སྐོར་བ་ལེགས་བུ་ཕེབས་ཨ་སོང་ལ་སངས་རྒྱས་ཞལ་གསོལ་འདྲ་པོ་དགོས། འོམ་ཆོས་སྟོན་སྐོར་བ་ཕེབས་བག་ག་རྒྱལ་བག་ག་ཞུན་ཆུན་ཕེབས་ཡོན་རྒྱལ་བ་འོམ་དགུ་བག་ག་ཞུན་ཐ་འདས་ཉིན་ལ་མཆོད་རྟེན་བསྐོར་བ་རྒྱས་པས་ནི་འོ་མཚོའི་མཆོད་རྟེན་བསྐོར་བ་དང་ལུག་བུ་བས་ན་འདི་ཉིད་ལ་བདུད་རྗེས་སྟོང་པ་མཐོང་ན་ཡང་བདུད་རྗེས་སྟོང་པ་ཨ་ནི་ལ་ཨེ་ཝྃ་ཏེ་བདུད་རྗེ་ཨ་ནི་ལ་ནི་ཨུ་མ་ཏེ་ནི་བྷིས་ཀ་རང་གི་མིང་གི་ཐོག་མ་ཁ་ཆུ་ནོར་ལོངས་སྤྱོད་ཧང་དང་ཧང། མཐོང་ཐང་འདི་ཉིད་བུ་མཐོང་ཁང་ཐམས་ཅད་ན་འདི་ནི་ཆོས་ལ་རྨོངས་མི་འགྱུར་ཨོ་ནི་བྷག་ཏེ་ཀ་ནི་རང་གི་རྒྱུ་ནོར་གྱི་ལ་སེམས་ཅན་གྱི་ལ་ཧང་གི་གཉིས་པོ་ཐུར་ཐོང་མ་གམ་ཐོང་མ་ཐུར་ག་རང་བྱང་ང་རྒྱུ་ནོར་གྱི་ལ་ཨུ་ཐི་ཀའི་བྱང་ང་ཧ་ར་རང་ཆུ་མི་མོ་ཨ་ནི་བྱང་ཁམ་རམ་ཏབ་ཏོ་མཆོད་སྦྱིན་གྱི་དབྱི་པའི་རང་བི་ལེ་མར་པ་ན་མེ་སེ་སེར་ནག་གི་ལྡབ་མཐའ་ནི་ཨུ་མདའ་བུ་མང་གི་བ་རང་དེ་རྒྱུ་ནོར་གའི་མིང་གི་ཐོང་མ་ཐུར་ག་རང་དེ་ནི་ཆོས་ལ་རྨོངས་མི་འགྱུར་ཨོ་ནི་ག་སེམས་ཆགས་སེམས་ཧང་རང་མོ་ཆགས་པ་སྦྱིན་པ་ཧང་རང་མོ་ནི་ཨ་སང་ཨའི་བག་ཐེག་གི་སེམས་ཨོ་ནི་ག་མ་ཆགས་པ་ཨ་ནི་ཨོ་ན་ག་མ་རྨོངས་པ་ཨ་ནི་མ་འཐོམས་པ་ཨ་ནི་ཨོ་མདའ་བུ་ཨ་ནི། ཆོས་ལྡན་ཀོ་ར་བྷན་དྷ་འདི་ཉིད་ལ་རྒྱུ་ནོར་ཧབ་ཏུ་མཐོང་ལ་གཉིས་པོ་ཐོབ་ནི་རྨོག་གཉིས་འོ་ན་བ་སེར་ནག་གི་གཅིག་ཉིད་ཉེར་མ་མཆོད་ལ་སྣང་མཆོད་ལ། ཉེར་ཞོ་མྱུར་དུ་དགའ་བ་ཐོབ་པར་འགྱུར་མྱུར་དུ་ཨ་ནི་དོ་ཚོ་དོ་ཚོ་དགའ་བ་ཨ་ནི་ལ་ཧ་ཡ་ཨ་དེ་ནི་སྦྱིན་པ་དང་དགའ་དང་བསོད་ནམས་བསགས་པའི་དགའ་རྒྱུ་ནོར་གྱི་བསོད་ནམས་བསགས་པའི་དགའ།

ནི་ཆོས་ཀྱི་འགོ་ར་འཕེལ་བ་ག་འོམ་འཕེལ་ཡོད་ནི་དགུ་པ་ག་ཞུན་ཆུབ་ནི་འོམ། བཅུ་པ་ག་ཞུན་ལན་འདེབས་ནི་ལ་ཆོས་སྟོན་འགོ་ར་རྗེ་འཕེལ་ནི་རྗེ་རིགས་མཆོག་ཏུ་སྐྱེ་བར་གྱུར་ལ་ཆོས་སྟོན་འགོ་ར་ལེགས་པོ་ག་འདོན་འཕེལ་མེད་ནི་ལ་གཉིས་ར་འོམ། སྙམ་ཚེ་ཟླ་རེ་མན་གྱི་ཚེ་ཕྱི་མ་ནི་སྐྱེ་བ་ནི་ཚེ་རབས་མང་པོ་དུར་ག་རྒྱལ་རིགས་མཆོག་ཏུ་སྐྱེ་བ་དང་རྒྱལ་པོ་ག་རུ་རྒྱུའི་ཨ་ནི་རྒྱལ་པོ་ག་སྲས་སྲས་མོ་ཨ་ནི་རྒྱལ་པོ་ག་རྒྱལ་པོ་ཧ་ལག་གི་གཉིས་པོ་སྟོང་འཁོར་ལོ་རྒྱུ་རུ་རྒྱལ་པོ་འཕེལ་ལོ་རོལ་པ་ག་འོ་འདྲ་པོ་རུ་རྒྱུ་ནམ་པ་ཁྱེད་ལས་ཡང།

བསོད་ནམས་ར་ང་བཅུ་པ་བསོད་ནམས་བསགས་པའི་ཁྱི་ལ་བསོད་ནམས་ཆོ་ལྷ་འདས་ཉིད་ལ་སྟོང་འཁོར་ལོ་རྒྱུས་རོལ་རྒྱལ་པོ་སྟོང་འཁོར་ལོ་རྒྱུས་རོལ་རྒྱལ་པོ་གི་མ་ཚབ་པ་བཙུན་མོ་བཙུན་མོ་འཁོར་སྟོང་ཕྲག་མང་པོ་ཡི་སྐོར་ནི་སྙན་ནི་འོ་ནི་གི་རྒྱལ་ཁབ་ནང་གི་བུ་ན་མའི་ས་མིའམ་རྒྱལ་ཁབ་ཀ་འབངས་རྫི་བོ་ཕྱི་ལོ་ངོ་འདོད་པ་ནི་སྙན་ཡི་སེམས་ཅན་ནི་འབངས་མི་ས་དང་རྒྱལ་ཁབ་ཀ་དོན་གྱི་བརྩོན་འགྲུས་ཕྱི་ལོ་ར་ང་ཤི་ཉིད་ལ་སོ་ཀ་བོ་མ་འབངས་པའམ་སྟོང་པའི་ཕྱི་ལོ་འདོད་པ་ནི་རྒྱལ་པོ་ག་རུ་རྒྱུད་ནང་པ་སྐེ་ལས་རོལ་པའི་ཨ་གསུང་ལ་འོ་སྐྱེས་མཆོག་མཆོད་རྟེན་བསྐོར་བ་བྷན་དྷ་འདས་ཉིད་ལ་ཕོ་ཡོན་བཅུ་པ་བགྱི་བ་ལ། ཨོ་མོ་བོན་བཅུ་གཅིག་པ་བས་སུ་ཞུ་ན་འདི་ཉིད་ལ་ཆོས་སྟོན་དགོས་རོགས་རྗེ་བོད་ནི་བྲམ་ཟེ་ཆེ་ཞིང་མཐོ་བར་གྱིས་རང་བགྱིའོ་ལ། ནས། ཆོས་སྟོན་དགོས་རོགས་རྗེ་བོད་ནི་བྲམ་ཟེ་ཆེ་ཞིང་མཐོ་བར་གྱིས་རང་བགྱིའོ་ཆོས་སྟོན་དགོས་རོགས་ལེགས་པོ་དོར་ཕེབས་ན་འདི་ཉིད་ལ་བྲམ་ཟེ་ཆེ་ཞིང་སྐལ་བ་ཕྱི་མ་ག་ཨོ་ཀེ་ལའི་ཨ་མི་ལ་མི་རིགས་བྲམ་ཟེ་ག་རིགས་ད་ག་མཁས་ཞུ་ན་མེ་སི་ནི་རིགས་རྒྱུད་ནང་ཁྱད་བཟང་པོ་མི་རིགས་ལེགས་པོ་བགྱིད་དེ་ཀྱེ་བྲམ་ཟེ་ག་རིགས་ནང་ག་ཀེ་ལའི་ནང་གི་རིགས་རྒྱུད་བཟང་པོ་བྲམ་ཟེ་ག་རིགས་ནང་ག་ཀེ་ལའི་ཨ་མི་ལ། ནས་བྲམ་ཟེ་ག་རིགས་ཐུ་རུ་ནང་ག་གཉིས་འོང། མིའི་ལུས་སྟེང་བྲམ་ཟེ་བ་རི་ཚོ་ཆོད་སྐྱེ་བ་ཙམ་དུ་སུ་གི་ལམ་ནང་དབོན་མི་བུ་མང་གིོ་ཚུལ་ཁྲིམས་ལྡན་ཞིང་ཐོས་དང་ལྡན་ནང་གི་ཚུལ་ཁྲིམས་ཡང་དག་བསྐངས་ཏེ་བཀའ་སྡོམ་པ་ཚུལ་ཁྲིམས་མཁན་ལེགས་པོ་བ་ནི་སངས་རྒྱས་སངས་རྒྱས་ཤཱཀྱ་ཐུབ་ཀྱི་གསུང་མང་ཚུལ་དང་ཚུལ་དང་ལྡན་པ་བཀའ་ཁྲིམས་ལྷའི་ཚུལ་ཁྲིམས་ལྷའི་བཀའ་སྡོམ་པ་གཉིས་དགེ་ཚུལ་གྱི་སྡོམ་པ་དང་དགེ་སློང་གི་སྡོམ་པ་དང་གཉིས་འོང་འོ་དེ་ལྟ་བུ་བ་ནི་ལུས་འདི་དང་མའི་སྐད་མ་ཐག་ཏུ་དམ་པའི་ཆོས་དར་ས་སྐྱེས་ཉིད་ནི། རིགས་རྒྱུད་བཟང་པོ་བྲམ་ཟེ་ག་མི་རེ་ནང་ག་སྐྱེས་ནི་སྐྱེ་བ་ཐོལ་ག་རང་སྣང་དེ་ནི། ཚུལ་ཁྲིམས་རྣམ་པར་དག་པ་གསུང་མི་རོལ་པ་ག་ཚུལ་ཁྲིམས་རྣམ་ཕན་པ་ག་ལུས་གཏན་སྐྱེས་ལས་རོལ་པའི་ཡང་གསུང་མ་དེ་སྐྱེ་ཞོ་ནི་ཚུལ་ཁྲིམས་ལྡན་ཞིང་ཐོས་ཐོས་དང་ལྡན་ན་གསུང་ལ། ནི། རིགས་རྒྱུད་གསང་སྔགས་བསྟན་པར་བྱོས་འོ་དེ་མ་ཚར་པ་ཕྱིས། ཚུལ་ཁྲིམས་སོ་སོར་བསྡམས་པའི་ཚུལ་ཁྲིམས་ཀྱིས། དང་ལྡན་པ་གང་འདོད་དོན་སྐྱེ་བ་པོ་མ་ཚབ་པ་རིག་བྱེད་གསང་སྔགས་ལྡན་པར་གྱུར། འོ་ཐ་ནང་གི་འོ་ཐ་ཀ་རིག་ཨུ་ཐི་ཀའི་ཨ་འདི་ནི། རྙེད་ཅིང་གསང་སྔགས་རྡོ་རྗེ་ཐེག་པ་ཀ་ཉམས་ལེན། གསང་སྔགས་རྡོ་རྗེ་ཐེག་པ་ཀ་དམ་ཚིག་ཁལ་བུ་ཐོགས་པ་མོ་བ་གསུང་མི་རོལ་པ། སྐད་ལས་རོལ་པའི་ཡེ་དང་གསུང་མ་ཐག་རིག་བྱེད་གསང་སྔགས་ལྡན་པར་གྱུར་ལམ་གྱི། ཨོམ་མཆོད་རྟེན་བསྐོར་བ་འཕེལ་བ་ཀ་བོད་ཡོན་བཅུ་གཅིག་པ་ཀ་བཞིན་བྱུང། ཨོམ། བོད་ཡོན་བཅུ་གཉིས་པ་ཀ་བཞུ་ན་འདི་ཉིད་ལ་མཆོད་རྟེན་བསྐོར་བ་རྒྱས་པས་ནི

ཐུགས་ཀར་གྱི་ཕྱུགས་གཅིག་ནོར་ཡང་མང་བ་དང། སྨྱོ་བ་དག་གི་མ་ཚབ་དང་ཕྱུགས་གཅིག་ནོར་ཡང་མང་བ་དང། བེ་ཏའི་སྔགས་ནི་ཀེ་ལ་སྐམ་པོ་སོགས་འབྲུག་པོ་ཧང་རང་མོ་བ་མང་གི། བེ་ཏའི་སྔགས་ཀྱི་ལས་ཡང་ཕྱུགས་གཅིག་ནོར་ཡང་མང་བ་དང། བེ་ཏའི་སྔགས་ཀྱི་ལས་ཡང་གི། བེ་ཏའི་སྔགས་སྐྱེ་བ་བ་མ་ཚབ་པ། ནོར་དང་འབྲུ་དང་ལྡན་པར་གྱུར་ཇི་ནོར་བའི་ཐོགས་པ་མོ་བ་ཤོ་ལེ་རོལ་པ། སྨིན་མ་ཚིག་པ་འབྲུ་དང་ལྡན་པར་གྱུར་ཨ་ནི་ཟ་ལེ་རྒྱ་མི་དགའ་བོ་བུ་དང། ནི་ཟ་ལས་འཇམ་པ་སྦྲུལ་ནག་བཅུ་གསུམ་ལ་གམ་དུ་ཐོགས་པ་རྨོ་བ་ག་རང་ངམ་ག་རང་ལ་བྱུང་མི་རུས་པ་ག་མུ་ལྟ་བུ་ལུས་སྡུད་ནམ་པ་ཅི་ལས་ན་སྲུང་མ་དེ་ཀྱི་ཆོས་ནི་ཆོས་ནོར་དང་འབྲུ་དང་ལྡན་པར་འགྱུར་དང་གསུངས་ལ། ཉེས་དབང་ཕན་ཡོན་བཅུ་གཉིས་པ་ག་ཞུན་ཆུམས་ནི་ཉེས་གཤོམ་བཅུ་གསུམ་པ་ག་ཞུན་ན་འདས་ནས་ཆོས་མཐུན་བསྐོར་བ་རྒྱས་པས་ནི། འཛམ་བུ་གླིང་གི་མངའ་བདག་རྗེ་དང་རྒྱལ་བ་ལ་ཆོས་མཐུན་བསྐོར་བ་ལས་སྤུལ་བ་ནི་དུར་སྐྱེས་ན་འདས་ནས་ལ་འཛམ་བུ་གླིང་གི་མངའ་བདག་རྗེ་འམ་འཛམ་བུ་གླིང་ལ་རྒྱལ་པོ་འམ་སྐྱེས་ལས་འམ་འཛམ་བུ་གླིང་ཐམས། ཚིག་གིས་ཆ་གང་ཐ་ལེ་ར། སྣང་བ་འཛམ་བུ་གླིང་ལ་སྟོང་འཁོར་ལོ་སྒྱུར་བའི་རྒྱལ་པོ་འམ་སྐྱེ་ལེ་རེའང་གསུངས་མ་ཆུ་འཛམ་བུ་གླིང་གི་མངའ་བདག་ཅེས་འམ་བྱ། ས་སྟེང་མཐའ་དག་དབང་བྱེད་པའི། འཛམ་བུ་གླིང་ག། རྒྱལ་པོ་འམ་སྐྱེ་བ་འམ་མ་ཚད་པ་ས་སྟེང་མཐའ་དག་དབང་བྱེད་པའི། འཛམ་བུ་གླིང་ས་སྟེང་ཐམས་ཅད་རང། མི་གྲངས་ངེས་དབང་རང་རྒྱལ་པོ་རང་ཐུར་གས་ངེས་དབང་པའི་རོལ་བ་དེང་པ་ནི་དུས་སུ་བེ་ར་དབང་དུ་སྡུད་པའི་རོལ་བ་འམ་རྒྱལ་པོ་འམ་སྐྱེ་ལེ་རེའང་གསུངས་མ་ཆུ་ས་སྟེང་མཐའ་དག་དབང་བྱེད་པའི།

འོང་བོད་ཡོན་བཅུ་བཞི་པ་ཁའི་མཆོད་རྟེན་སྐོར་བ་ཕལ་བ་ཁ་བོད་ཡོན་བཅུ་བཞི་པ་ཁའི་ཞུ་ན་འདི་ཉིད་ལ་མཆོད་རྟེན་སྐོར་བ་རྗེ་དཔལ་ནི་རིན་ཆེན་བདུན་དང་ལྡན་པ་ཡིས་ནི་འཁོར་ལོ་བསྒྱུར་བའི་བྱེད་པོར་གྱུར་སྟངས་ཤེས་བ་ལ། མཆོད་རྟེན་སྐོར་བ་རྗེ་དཔལ་ནི་ནི་མཆོད་རྟེན་སྐོར་བ་ཚུར་ལེགས་བུ་འམ་ཕན་ན་འདི་ཉིད་ལ། ནི་མཆོད་རིན་ཆེན་བདུན་དང་ལྡན་པ་ཡི་རིན་པོ་ཆེ་སྣ་བདུན། འཁོར་ལོ་རིན་པོ་ཆེ་ནོར་བུ་རིན་པོ་ཆེ་བཙུན་མོ་རིན་པོ་ཆེ་བློན་པོ་རིན་པོ་ཆེ་གླང་པོ་རིན་པོ་ཆེ་ལྟག་མཆོད་རིན་པོ་ཆེ་དམག་དཔོན་རིན་པོ་ཆེ། ནི་ཏེ་ར་ཆེན་པོའི་བུམ་པ་དག་གམ་འོད་དུ་ལྟ་བུ་ག་ནི་ཨེ་བག་ཏུ་ཀའི་སྟོང་ཉིད་དེ་ཉིད་འོང། རིན་ཆེན་རིན་པོ་ཆེ་གི་སྣ་བདུན། རང་ངོས་ཀྱི་རིགས་རྒྱུད་བཟང་པོ་སྐྱེ་བོ་བུ་མ་ཚད་པ་འོ་ལྷ་ག་ནང་ག་རིན་པོ་ཆེ་གི་སྙོམས་འཁོར་ལོ་རིན་པོ་ཆེ། ནོར་བུ་རིན་པོ་ཆེ། བཙུན་མོ་རིན་པོ་ཆེ་བློན་པོ་རིན་པོ་ཆེ་གླང་པོ་རིན་པོ་ཆེ་དཔའ་ཆོས་རིན་པོ་ཆེ་དམག་པོ་རིན་པོ་ཆེ་དག་ག་ནི་བག་སྟེ་ནི་རང་ངོས་ཐོག་པ་མོ་རང་ག་དང་རང་ངོས་ཀྱི་ག་དང་མྱོང་པའི་རོལ་པ་མཁྱེན་ལས་ཡི་དྭགས་སྲུང་མ་ག་མཆོག་རིན་ཆེན་སྣ་བདུན་བསྟན་པ་ཡིན། འཁོར་ལོ་སྒྱུར་བའི་རྒྱལ་པོར་གྱུར་བ་ནི་རིན་པོ་ཆེ་སྣ་བདུན་ཁྱོན་འདོན་ནས་འཁོར་ལོ་སྒྱུར་བའི་རྒྱལ་པོའང་ནི་ཞུན་ལས་ཆོག་པའི་ཨང་ཀི་ཨོ་ལ་ཨང་ཀི་ཀྱི་འཁོར་ལོ་སྒྱུར་བའི་རྒྱལ་པོར་གྱུར། དང་འཁོར་ལོ་སྒྱུར་བའི་རྒྱལ་པོ་ཨང་ཀི་ནི་ནི་རིན་པོ་ཆེ་སྣ་བདུན་ལྷའི་བུ་རང་ནི་ག་དང་མྱོང་པོའི་རོལ་པའི་ཨང་ཀི་ཨོ་ལ་རོལ་པ་མ་ཚར་པ་ནི་ཆོས་ཆོས་འཁོར་མཆོད་སྦྱིན་འཁོར་ལོ་བསྐོར་བ་བཅས་དང་ནི་འདམ་བུའི་ཆོས་དང་མཐུན་པ་ཨང་ནི་ཆོས་ཀྱི་རྒྱལ་པོ་ཨང་ནི་ཀི་ལས་རོལ་པའི།

རྣལ་འབྱོར་ལྡན་ཅིང་རྫུ་འཕྲུལ་ཆེ་ཡང་རྣལ་འབྱོར་གྱི། རྣལ་འབྱོར་གྱི་ཡོན་ཏན། སངས་རྒྱས་ཀྱི་ཡོན་ཏན་གྱི་ཐོག་འབབ་མོ་ར་ང་བྱུ་བ། ནང་པའི་རོལ་པ་ལུས་སྟེང་ནང་གི་སྐྱེ་ལས་རོལ་པའི་ཨ་སུག་མ་བྱོ། རྣལ་འབྱོར་ལྡན་ཅིང། རྫུ་འཕྲུལ་ཆེ། རྫུ་འཕྲུལ་གྱི་ཐོག་འབབ་མོ་བ་ག་རྫུ་འཕྲུལ། མིང་དང་ཐོག་འབབ་མོ་བ་ག་བྷེ་ལས་རོལ་པ་ག། ཨོ་ཏ་འདས་ཉེ་བའི་དུ་ལས་རོལ་པ་ག། རང་དེ་ཐུན་མོང་རྣམས་ནི་ཨ་ཉེ་ལ་འགའ་རིག་ན་འགའ་རྣམ་གྲོལ་སྣང་མང་ལས་འདས་འོག་པོ་སེང་གེ་ལས་མ་འཁེལ་བ་རང་དེ་རྫུ་འཕྲུལ་དགའ་ཐུང་ང་རང་ནུས་པ། དཔག་ཚད་དགའ། ཡོན་ཏན་དགའ་ཐུང་ང་ཨ་ཉེ་རྫུ་འཕྲུལ་དགའ་ཐུང་ངས་ཨ་ཉེ་ལས་འདས་འདས་ལས་རོལ་པ་ཨོ་ད་བུ་ཁྱུ་ལས་རོལ་བས་ལགས་གསུངས་མ་ཞོ་ནེར་མཛོད་བདེན་ཅིང་རྫུ་འཕྲུལ་ཆེ་ལགས་གསུངས་ལ། འོ་མ་ཆུ་འདོན་སྐོར་ར་འཕེལ་བ་དགའ། འཕེལ་ཡོན། འོ་མ་བཅོ་ལྔ་པ་ག་ཡི་ཤུན་ཤུན་འོ་མ་བཅུ་དྲུག་པ་ག་ཡི་ཤུན་དོན་དོན་ནི་ལ། འོ་མ་ཆོས་འདོན་སྐོར་བ་བརྒྱད་པས་ནི་ལྷ་ཡུལ། བདག་ནི་བོད་ན་ཡང་ཨང་ཀྱི། ཆོས་སྟོན་དགོས་ར་ལི་སྐུ་དོར་བོད་ན་འདི་ཉིད་ལ། སྟེང། ཀ་ད་སྟེང་ལྷ་ཡུལ་བ་སྐད་ལས་རོལ་པའི་ལྷ་ཡུལ་བ་སྐད་འོག་གི་མ་ཚབ་པ་ལྷ་ཡུལ་བདག་ནི་བོད་ན་ཡང་ཨང་ཀྱི། ལྷ་ཡུལ་གྱི་ལོགས་བཞི་ནི་ཨོམ་བྱང། གཉིས། འདི་ནི་མི་ཡི་ནང་དུ་སྐད་ཨང་ཀྱི་ལ་ལོགས་ནི་ཨའི་ཏེ་ནི། ལྷ་ཡུལ་བ་སྐད་མཐའ་ནི་ཨོམ་བྱང། དམྱལ་བ་ནང་ག་སྐད་ལས་མང་གི་འོ། མི་ཡུལ་ག་ཛམ་བུ་གླིང་ག་སྐད་ལས་ཨང་ཀྱི་ལ་ཛམ་བུ་གླིང་ག་སྐད་ལ་སྐམ་པོར་སོང་ངོ་བུ་ནི། རྫུ་འཕྲུལ་ཆེ་ལོ། ནགས་མེད་ས་མེད་གཟི་བརྗིད་ཡོན་ཏན་ཆེ། རྒྱུ་ནོར་ལོངས་སྤྱོད་ཕྱུག་པོ་སྦེད། ངན་སྐྱེས་ལས་ཨང་གི་ལོ་དེ་ནི་དེ་ནི་མི་ཡི་ནང་དུ་ནང་དུ་གི། རྨོངས་པ་མེད་པ་ངལ་འདོད་འཇུག་ག་རྨོངས་པ་མེད་པ་ཨང་གི་ལ། ནི་ཧང་རང་རྨོངས་རྨོངས་འཐོམ་དང་ཡོང་པ་ཡོང་མི་འདའ་བ་དུར་མང་གི་བ། ནི་ནགས་མེད་ས་མེད་རིག་པ་སེ་ཏོག་ཏོག་ཧང་ང་ཉེས་པ་ཨ་ལས་རོལ་བ་ག། འོ་ད་ནགས་ག་ནགས་ག་སྐྱེས་ལས་རོལ་བའི་ནགས་སྲུང་མ་ག་ཆོག་རྨོངས་པ་མེད་པ་ངལ་འདོད་འཇུག་དང་གསུངས་ལ། སྨྱོ་མ་དེ་ནི་བུ་བཅུ་བདུན་སྐོར་ར་འཕེལ་བ་ག་འཕེལ་བས་ནི་བཅུ་དྲུག་པ་ག་ཞུན་ཆུམ་ནི། ངས་ཆོས་སྟོན་སྐོར་བ་ཕེ་བྷ་ག་ཧུན་ཕེ་ཡོན་བཅུ་བདུན་པ་གྷ་ཤུན་ཐན་ཏེ་གཉིས་ལ་ཆོས་སྟོན་སྐོར་བ་བརྒྱད་པའི་མི་ངལ་གྱིས། སྐྱོན་དང། དྲི་མ་ཡིས་དེ་ལ་བསྐྱོད་པར་མི་འགྱུར་ཏེ་ཡང་གསུངས་ལ་ཆོས་སྟོན་སྐོར་བ་ལེགས་པོ་ཨ་ཐུར་ཀན་ཐན་ཏེ་གཉིས་ལ་ངལ་གྱིས་སྐྱོན་དང་ཨ་གཉིས་ལ་ཨ་མ་ངེད་ཀྱི་སྐེ་ལ་བབས་ཀ་ལི་སུ་ག་ཡི་དབང་པོ་སྒོ་ང་མ་ཚང་པ། ཡོང་པ་ཡོང་མིན་ཧང་ག་ཉེ་བའི་རིག་པ་གསེར་ཏོག་ཏོག་ཧང་རང་མོ་ཨོ་ག་སོ་སྐད་རིགས་དུར་བྱ་མེ་དབུ་མ་ཡི་དེ་ནས་ཚེ་བདའ་རེ་ག་ཆོས་སྟོན་སྐོར་བ་ལེགས་པོ་ཐུར་ཕེ་ཐན་ཏེ་གཉིས་ལ་ཚེ་ནི་སྐྱེ་བ་ཕྱི་མ་ག་ཨ་མ་ང་ཀི་སྐྱེ་ལ་ཀ་ཐུར་ཀ་རང་རིག་པ་སེ་ཏོག་ཏོག་དབང་པོ་དགུ་ང་ཚངས་པ་ཧ་ང་མེད་པ་ཨ་ལས་རོལ་པ་ཀ་སོང་ངོ་ལྟ་བུ་རུ་རྒྱུད་བཟང་པོ་ན་ཀ་ཚེ་ལས་ཡང་གཟུགས་མ་བྱུང་མངལ་གྱི་སྐྱོན་སྐྱོན་དང་དྲི་མ་ཡི། བདེ་ལས་འགྱོད་པར་མི་འགྱུར་ཏེ་ཨ་ནི་མངལ་གྱི་སྐྱོན། ལ་རང་རིག་ཀ་ལུས་སྦུ་ཀ་དབང་པོ་དགུ་ང་མ་ཚངས་པ་ཀླུ་ནི་ཡོང་པ་ཡོང་མིན་ལྟ་བུ་དུར་སྨྱོ་བ་ནི་སེམས་གནས་པ་མོ་ཀ་འོ་ན་ཀ་མ་ཀི་ལ་ཨང་ཀི་ཡོད་ལ། བདེ་ནི་ནོར་བུ་དག་པ་བཞིན་ཨ་ནི་དཔེ་ད་ནི། འདི་ལྟ་བུ་ནི། འདི་ནི་ནོར་བུ་དག་པ་ཞིག་ནི་གནས་དེ་ནི། རྒྱུ་ནོར་ནང་གི་ནོར་བུ་དག་གམ་མཁས་མཆོག་རོག་པ་ཧང་གི་རང་སྐྱོན་གྱིས་མ་གོས་པ། སྐྱོན་ཧང་གི་རང་མ་གོས་པའོ་གཙང་མ་མཆོག་བ་པུསྐ་ཀེམ་ནོར་བུ་དག་གམ་གཙང་མ་མཆོག་བ་པུསྐ་ཀེམ་ཨེ་བྷག་ཏི་གིས། ཆོས་དོན་གོ་རོག་པའི་རིག་པོ་འཕེན་དང་འདི་ཉིད་ལ་གནས་དེ་ནི། ཡོང་པ་ཡོང་མིན་རིག་པ་རིག་པ་ཧང་རང་མོ་བ་ཁ་སོང་ངོ་ལྟ་བུ། ཆ་ལས་ཆོས་ལ་ཉོས་སོག་པོ་ཟེར་ནང་གི་བ་སོང་དཔེ་ཐ་མི་ནར་ནག་མེད་ས་མེད་གཙང་མ་ཧིང་སང་སང་ཧ་རང་གི་ཨ་ལས་རོལ་བ་ནོར་བུ་བུ་སེང་གེ་ལས་ནག་སུང་མ་གར་སྐྱོ་ལ། ནི་བསོད་ནམས་འདི་ཐམས་ཅད་ཟེར་བ་ནི་སྟོབས་ནི་གནས་པའི་དགྲ་རྣམས་ཕམ་ཅིག་ཅིག་སྐད་གང་ན་བྱེད་པ་ལོངས་སྤྲོ། སྲིད་པའི་ཚོགས་ལས་འགྲོ་རྣམས་སྒྲོལ་བར་ཤོག་བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་བར་ཤོག། སྐྱེ་བ་མཉམ་པར་མེད་པ་ཡང་གོང་ནས་གོང་དུ་འཕེལ་བར་ཞུ་འོ་འཕགས་མ་སེམས་ཅན་ཐམས་ཅད་དེ་དང་དེ་འགྱུར་ཅིག། ངང་དུ་ཐམས་ཅད་རྟག་ཏུ་སྟོང་པར་ཞུ་བྱང་ཆུབ་སེམས་དཔའ་གང་དག་སར་ཞུགས། དེ་དག་ཀུན་གྱི་སྨོན་ལམ་འགྲུབ་པར་ཤོག།